རྣམ་པ་ཚོས་བོད་མིའི་སྒྲིག་འཛུགས་ཀྱི་རེ་བ་བརྒྱབ་པ་ནང་བཞིན་བསྐོས་པ་ནང་བཞིན་ནས་འབྲས་བུ་ཐོན་པ་ཅིག་ཡོད་པ་ཅིག་གནང་རོགས་གནང། ལས་བསྡོམས་བརྒྱབ་པའི་སྐབས་དང་སྔོན་རྩིས་བཟོས་པའི་སྐབས་ལ་འདི་གཉིས་དེ་ལ་རིག་པ་བྲིས་མ་ཐོན་ན་རྒྱུན་ལྡན་གྱི་ལས་ཀ་ལ་དོགས་པ་ཟ་ཡི་འདུག་ད། ཉི་མ་བཞི་འདིའི་ནང་ལོགས་ལ་རྣམ་པ་ཚོས་ཤོག་ལབ་པ་ནང་བཞིན་དོན་གོ་ཆོད་པ་ཅིག་ཕེབས་ཐུབ་ན་ཡག་པོ་ཡོད་རེད་བསམ་ངས་འདི་དྲན་སོང་ཨ་ནེ་མང་པོ་ཅིག་ག་རེ་གནང་གི་འདུག་ཟེར་ན་འདི་ནས་དཔལ་ལྡན་སྲིད་སྐྱོང་མཆོག་གི་བཀའ་སློབ་གནང་གི་ཡོད་ན་རེད་དེ་ནང་བཞིན་ད་ལོའི་ཆ་དེ་ལ་ད་ཁོང་བཀའ་བློན་རྣམ་པ་ཚང་མས་བཀའ་སློབ་ཡོད་རེད་དེ་གའི་འདི་སོ་སོའི་མ་ཤོད་པ་ཅིག་ཡོད་ན་ཚིག་ཐོ་རྒྱབ་དགོས་ད་དཔེ་གལ་ཆེན་པོ་རེད་ང་ཚོའི་ཀླད་པ་ཚང་མ་སུ་པར་ཀམ་པུ་ཏར་དེ་འདྲ་ནི་མ་རེད་བ། དེ་མི་འདུག་སྐབས་ལ་ཉན་པ་རེད་ཚོགས་ཁང་ཕྱི་ལོགས་འདོན་པ་དང་རྗེས་འགྲོ་རུ་བ་འདི་མ་བརྗེད་ཀྱི་ཆེད་དུ་སོ་སོ་འཇལ་དུ་ཅིག་བརྒྱབ་ནས་ཨོ་ད་འདི་གལ་ཆེན་པོ་རེད་ཤག་འདི་ལག་ལེན་ལ་འཁེལ་དགོས་ཡག་རེད་ཤག་སེམས་ནས་རྣམ་པ་ཚོས་དང་པོ་དེ་ཡིན་གཅིག་མིན་གཅིག་ཐུགས་ལ་བཞག་རོགས་གནང། ཨ་འདས་ཡོང་ཉི་མ་ཁ་ཤས་ཤིག་ངས་ཨ་ནི་ཕར་ལོག་པ་བྱས་ལ་ཡ་ཨ་ནི། ང་ཚོའི་གི་ས་གནས་མགོ་འཛིན་ཚོགས་ཆེན་གྱི་ལོ་གཅིག་གི་བྱས་ལ་ཡ་ད་ག་རེ་ག་རེ་ལག་ལེན་འཁེལ་སོང་ག་རེ་ག་རེ་ལག་ལེན་འཁེལ་མ་སོང། ད་ཡང་སྙན་ཐོ་བཏང་ཤོག་ལབ་དུས་སྐབས་ལ་གཞི་འདིང་གཉིད་སད་རྗེས་ནས་ཨ་ནེ་ད་ཁ་ཤས་ཡང་མཐོང། གཞི་འདིང་ལོ་ཚོགས་རྒྱུ་བདེ་གླིང་བཏང་བཏང་ཡོང་དུས་སྐབས་ལ་ཕལ་ཆེར་ག་རེ་ཟེར་བ་རེད་དོ་ན་ཁྱོད་ནི་བྱས་མེད་པའི་ཟོལ་སྒྲོག་ཅིག་བྱས་རྗེས་ནས་བཏང་ཡོང་གི་འདུག་ཨ་དེ་ཚོ་ཚོགས་ཆེན་སྐབས་ལ་ཡག་པོ་ཉན་གྱི་མེད་པ་ལྟར་རེད། གྲོས་བསྡུར་ག་རེ་བྱུང་བ་འདྲ་ཅིག་ན་ཡག་པོ་གསན་ནས་ཨ་ནེ་ས་གནས་ལ་ལག་ལེན་བསྟར་ཡག་དེ་རེད། ད་རྩ་བའི་ངའི་གཏམ་བཤད་འདི་རྣམ་པ་ཚོ་ཚང་མའི་ས་གནས་འགོ་འཛིན་ཡིན་ན་རེད། བསོད་ནམས་སློབ་སྟོན་པ་ཡིན་ན་རེད་རྒན་ཁྱོད་ཆོས་སྐོར་དེ་རེད། རྒན་ཁོ་ཆོས་སྐོར་དེ། བོད་མི་སྒྲིག་འཛུགས་བྱས་ཅན་ད་ལྟ་དྷརམ་ས་ལ་ཡོད་བསྡད་པའི་གི་རྩ་བ་དེ། རྣམ་པ་ཚོ་རེད། ས་གནས་ས་ཐོག་ལ་ཕྱག་ལས་གནང་བསྡད་མཁན་གི་ལས་དབང་དང་ལས་བྱེད། དེའི་ཁྱབ་ཁོངས་མི་མང་དེ་གི་དེ་རེད། རྩ་བ་མེད་ན། སྡོང་པོ་སྐམ་གྱི་རེད་ལོ་མ་སྐམ་གྱི་རེད་བྱས་ཙང་རྩ་བས་ཀྱི་ལས་ཀ་ཡག་པོ་བྱས་པ་འདྲ་བྱས་ན་ཆུ་ཡག་འདྲེན་གྱི་རེད་སྡོང་པོ་རྒྱས་ཀྱི་རེད་ལོ་མ་རྒྱས་ཀྱི་རེད་བྱས་ཙང་རྣམ་པ་ཚོགས་ཀྱི་ཕྱག་ལས་ཡག་པོ་ག་ཚོད་ཅིག་གནང་པ་འདྲ་བྱས་ན་དེ་གས་ཙམ་གྱི་བཙན་བྱོལ་བོད་མི་སྒྲིག་འཛུགས་འདི་ཡར་རྒྱས་འགྲོ་ལེ་དོན་ཅི་གོང་དུ་ཞུས་གྲོང་ཚབ་ཀྱི་རྣམ་པ་ཚོ་ཚང་མ་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་ལ་བཏགས་ད་དེ་ང་ཚོ་བཏགས་པ་མ་ནི་སྐྱོ་སྐྱོ་འགྲོ་ཆེ། ཁ་ཤས་ཁ་ཤས་ཀྱིས་ཨ་ནི་ལི་ཝང་བྱེ་བྲག་པས་ང་ཚོའི་གི་ལི་ཝང་སུའུ་གི་དེ་བ་ལ་ཡ་བསྐོད་མངགས་འདྲ་ཞིག་གནང་པ་རེད་ཅེས་ནང་སྲིད་ལས་ཁུངས་ཀྱི་མངགས་མངགས་བར་དུ་ང་དགོད་རྒྱུ་ལུས་ནས་ཟེར་མཁན་དེ་འདྲ་ཡོང་གི་ཡོད་ས་རེད། བྱས་ཙང་དེ་ཚོ་བསམ་བློ་བཏང་བཏང་ནོར་བ་རེད། བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་ཐང་ལ་ཡོད་པ་དེ་རྣམ་པ་ཚོ་རེད། རྣམ་པ་ཚོ་གི་ལི་ཝང་མདུན་སུའུ་གི་བསྐུལ་བ་འདྲ་བྱེད་ན་ཨ་མ་ཡིན་ཤག་དང་ནུ་མ་ནུ་ཤག་བྱེད་ཅེས་ནི་ཕྱག་ལས་གནང་དགོས་དེ་དཔེ་གལ་ཆེན་པོ་རེད་ཞེས་ཀྱི་ནི་དེ་གཅིག་ཞུ་ཡ་ཡིན། ལྷ་ས་ནས་འགོ་འཛིན་རྣམ་པ་ཚོ་དང་སོ་ནམ་སློབ་སྟོན་པ་ཚོ་ལ་ཡང་དམིགས་ཡུལ་གཉིས་ཀྱི་ཐོག་ལ་ཕྱག་ལས་གནང་དགོས་དེ་དཔེ་གལ་ཆེན་པོ་རེད། གཅིག་དེ། ཨ་ནེ། གཞིས་བྱེས་མཉམ་འཛོམས་མ་བྱུང་བར་དུ། བོད་མིའི་འདུས་སྡོད་ཁྱབ་ཁོངས་ས་གནས་སོ་སོ་གྱི་ནང་ལོགས་ལ་ཡང་ཆབ་སྲིད་ཀྱི་གོ་རྟོགས་སྤེལ་ཡག། ྋསྐྱབས་མགོན་རིན་པོ་ཆེ་གི་མཛད་པ་འཕྲིན་ལས། གཙོས་བའི་བོད་མིའི་སྒྲིག་འཛུགས་ཀྱི་ལས་ཀ་བྱེད་ཕྱོགས་ཁ་ཕྱོགས་ག་བ་ཅིག་ལ་འགྲོ་གི་ཡོད་མེད་དེ་གའི་ཚང་མ་མི་མང་ལ་ཡང་པད་ཉི་རེ་གཉིས་རེ་གོ་ལྟོ་སྤྲེའུ་རེ་དེ་ནས་སྔོན་མ་ང་ཚོ་གྲོས་ཆོད་ནང་ལ་བཞག་ཡོད་སེམས་སོ། རྒྱལ་བ་རིན་པོ་ཆེ་སྐུ་ཡི་མཛད་པ་འཕྲིན་ལས་སྐོར་དང་རྒྱལ་བ་རིན་པོ་ཆེའི་མཚན་སྙན་སྲུང་སྐྱོབ་སྐོར་ལ་ཡང་བྱ་ར་བྱེད་དགོས་རེད། གཞིས་ཆགས་སུའི་ནང་ལ་ཨ་ནེ། དགོན་མེ་སྤུངས་པ་རོགས་རོགས་བྱས་ཡོང་གི་འདུག་སུའི་ནང་ལོགས་ལ་ཡང་ཨ་ནེ་ཅིག་དེ་ག་ཟ་ཅིག་བོད་མི་སྒྲིག་འཛུགས་དང། ནོར་འཁྲུལ་མེད་པ་ལ་ཡང་ནོར་འཁྲུལ་བཙུགས་ཡག་གི་ཐབས་ཤེས་བྱེད་ཀྱི་འདུག་ང་ཚོ། གཞིས་བྱེས་མཉམ་འཛོམས་མ་བྱུང་བར་དུ་བོད་མི་སྒྲིག་འཛུགས་དང།

རྩ་བ་དེ་ཀ་མ་ཡག་གི་རྟགས་མཚན་རེད། མི་དམངས་དང་ས་གནས་ཀ་ས་སྒྲིག་འཛུགས་གཉིས་ཁ་བྲལ་གཏང་ཡག་གི་ཐབས་ཤེས་རེད། དེ་བཏང་པའི་ཉིན་མོ་ནི་ང་ཚོ་གི་རྩ་བ་སྐམ་ན། ལོ་མ་ཡང་སྐམ་གི་རེད་ཤིང་སྡོང་ཡང་སྐམ་གི་རེད། བྱས་ཙང་དེ་རྩིས་ཀྱི་འགན་ཆེན་པོ་ཅིག་ཡོད་པའི་ཐོག་ལ་རྣམ་པ་ཚོས་ས་གནས་ལ་ཡང་ཕྱག་ལས་གནང་གི་ཡོད་རེད་སྔོན་མ་ས་གནས་འགོ་འཛིན་ཚོས། ད་རིང་ད་སྐབས་བཅུ་བདུན་ལབ་གི་འདུག་བ། ང་བདེ་ལངས་བདེ་གི་འདི། ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་དྲུག་ནི་ས་ནི་འགོ་འཛིན། བཅུ་བདུན་ཅི་ད་ཚེ་ས་མེད་ཡིན་ན་ད་ཚེ་ཨ་འགྲོ་དུས་སྐབས་ལོ་བཅུ་བདུན་ལྷག་རྙེད་ཀྱི་མི་འདུག་བ། བཀའ་ཤག་སྐབས་བཅུ་གསུམ་བཅུ་བཞི་ངོས་ལ། བཀའ་ཤག་སྐབས་བཅུ་གཉིས་ནས་ས་ནི་འགོ་འཛིན་ཚོགས་ཀྱི་འདུག་ཚོགས་ཆེན། བཀའ་བློན་རྣམ་པ་ཚོ་ཕེབས་ཀྱི་འདུག་ཁོང་དྲུང་ཆེ་རྣམ་པ་ཚོ་ཕེབས་ཀྱི་འདུག། ད་ལྟ་པར་རྙིང་པ་དེ་འདྲ་ན་ཡོད་ཀྱི་རེད་བསམ་གྱི་འདུག་བྱས་ཙང་དེ་ནས་བརྩེ་ཆེན་དང་འདྲ་པར་དུ་ང་ཚོ་ཚོགས་ཆེན་རབ་དང་རིམ་པ་ཚོགས་བྱས་ནས་ད་ལྟའི་ཆར་ལ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་དང། བསྟན་དར་བླ་ཆེན་རྣམ་པ་ཚོ་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་དབུ་ཁྲིད་རྣམ་པ་ཚོ་གི་ཐུགས་རྗེ་ལ་བརྟེན་ནས་ད་ལྟ་ང་ཚོས་སྔར་ལས་དར་ཞིང་རྒྱས་པ་གི་གནས་སྟངས་ཅིག་ནང་ལ་བསྡད་སྡོད་རེད་ད་འདི་མིག་ལ་མི་སོས་མཁན་དེ་སུ་རེད་ཟེར་ན་སྒྲ་རེད། སྒྲ་གི། ནང་འཁྲུག་རྒྱག་བཅུག་ནས་ཨ་འདི་ཐོར་བཅུག་ཡག་ལས་ཡག་འབད་བརྩོན་བྱེད་ཀྱི་ཡོད་པ་འདི་ང་ཚང་མ་ཤེས་དགོས་ཀྱི་རེད་ལ་ཤེས་ཀྱི་ཡོད་རེད་ལ་ཤེས་པ་ནང་བཞིན་ང་ཚོ་གདོང་ལེན་བྱེད་དགོས་ཀྱི་རེད། དེ་མ་གཏོགས་པའི་འཇམ་འཇམ་འདྲ་བོ་ཟོབ་ཟོབ་འདྲ་བོ་ཅིག་བསྡད་ཅེས་ནས་ད་ང་རང་གི་ལས་ཡུན་དེ་ཁྱུར་ན་འགྲིག་གི་འདུག་གདོང་དུ་བསྡད་པ་འདྲ་བྱས་ན་དེ་གིན་ལས་འགན་བསྒྲུབ་ཡོད་མ་རེད་ང་ཚོས། ལས་འགན་བསྒྲུབ་པ་ལ་གནད་དོན་ག་རེ་བྱས་ན་གསལ་བོ་ཆགས་མེད་ན་ཁ་རི་ཁབ་ཐུག་ལ་ཡ་དེ་ཕལ་ཁེལ་ཆེན་པོ་རེད། ལས་འགན་སྒྲུབ་པ་ལ་ཨ་འདི་ལབ་ན་ཕོག་གི་རེད་འདི་ལབ་ན་གཅིག་བྱེད་ཀྱི་རེད་གཉིས་བྱེད་ཀྱི་རེད་ཟེར་ལས་འགན་དེ་མ་སྒྲུབ་བསྡད་པ་འདྲ་བྱས་ན་ལས་ཨ་ནི། ཕྱི་མིག་ལོག་པ་འདྲ་བྱས་ན་ངའི་ལུས་རྒྱུད་ཀྱི་ནང་ལོག་ལ་ནག་ཐིག་ཆད་ཤོར་དེ་ངས་གཟོབ་གཟོབ་བྱས་ནས་བསྡད་ནས་ཕྱི་པའི་ལས་དོན་འཐུས་ཤོར་བཏང་པ་དེ་ད་ངའི་མི་མི་ཚེ་ནང་ལ་ཡང་ནག་ཐིག་ཆད་ཤོར་ཆགས་ས་རེད་ཆགས་ཀྱི་རེད་བསམ་པ་དེ་ཏན་ཏན་ངེས་པ་ཐུགས་ལ་བཞེད་དགོས་རེད། དེ་ནི་གཉིས་པ་དེ་ད་བོད་མི་སྒྲིག་འཛུགས་སྤྱི་ཡོངས་ཀྱི་སྐུ་ཚབ་ཡིན་པའི་ཆ་ནས། ཤེས་ཡོན་རེད་འཕྲོད་བསྟེན་རེད་སྤྱི་ཚོགས་བདེ་དོན་རེད་ཚང་མ་ལ་ཡང་འགན་འཁྱེར་བའི་ཐོག་ནས་རྒན་གསོ་ཁང་སློབ་གྲྭ། ཨ་ནི་དགོན་སྡེ་ཁག་ལ་ཡང་དཔལ་འབྱོར་གྱི་ཞབས་ཕྱི་ཞུ་དགོས་ཀྱི་ཡོད་མ་རེད་དེ་དགོན་སྡེ་ཁག་ལ་ཁྲིམས་ཀྱི་དཀའ་ངལ་ཡོད་རེད་སྐད་ཡིག་མ་ཤེས་པའི་ངང་དངུལ་མ་འདྲ་བོ་བྱས་ན་ད་ད་རིང་སང་ཉིན་དགེ་འདུན་པ་མང་པོ་སྐད་ཡིག་ཡག་པོ་ཡོད་རེད་བ་དངུལ་མའི་དུས་ཚོད་ཡིན་ན། འགལ་ཡ་ཅིག་བཏང་པ་འདྲ་བྱས་ན་དབྱར་གནས་ཚར་བའི་ཆེད་ལ་ཡ་ཐུགས་སྤྲོ་བཏང་གི་ཡོད་ན་དེའི་གནམ་ལོག་ལ་ཡ་པུ་ལིས་ཁ་ཤས་འཛུལ་ཡོང་རྗེས་ཁྱེད་ཚོས་ཐུགས་སྤྲོ་ག་རེ་བཞིན་བཏང་གི་ཡོད། དགོན་པའི་གནམ་ལོག་ལ་པུ་ལིས་དཀྱུས་མ་དེ་འདྲ་འཛུལ་རྗེས་ཐུགས་འཚོལ་བཏང་རྗེས་ནས་རྙོག་དྲ་ཤེས་བདེ་བོ་དེ་འདྲ་ཡོད་ཁྲིམས་ཀྱི་དཀའ་ངལ་དང། ཨ་ནེ། སྐད་ཡིག་མ་ཤེས་པའི་དེ་ཡིག་གི་བར་བརྒལ་གྱི་ཡོད་དུས། དགོན་པ་ཁག་ལ་ཁྲིམས་ཀྱི་དཀའ་ངལ་ག་རེ་ཡོང་གི་ཡོད་ན་དེ་ལ་ཡ་རོགས་པ་བྱེད་ཡ་དེ་ས་གནས་མགོ་འཛིན་གྱི་ལས་འགན་རེད། དེ་ག་ནང་བཞིན་མང་ཚོགས་ཀྱི་དཀྱིལ་ལ། ཁྲིམས་མཐུན་དྲང་བདེན་གྱི་ཐོག་ལ་ཡང་ཕྱི་ལོག་མཐུན་རྩོད་བཏང་མཁན་སུ་འདྲ་ཅིག་ཡོད་པ་འདྲ་ཅིག་ན། ཡུལ་མི་ཡིན་ན་ཡང་རེད། ནང་མི་ཡིན་ན་ཡང་རེད་སུས་ཀྱིས་ཐུབ་རྩོད་བཏང་མཁན་ནི་ཐུབ་རྩོད་བཏང་མཁན་དེ་ལ་ཡང། གདོང་ལེན་བྱས་ནས་ས་གནས་འགོ་འཛིན་གྱིས་ཁྲིམས་མཐུན་ཐུབ་རྩོད་ཕོག་ས་དེ་ལ་ཡང་རྒྱབ་སྐྱོར་བྱེད་དགོས་ཡ་དེ་ས་གནས་འགོ་འཛིན་ལས་འགན་རེད། ད་ང་ཚོ་མཚམས་རེ་མཚམས་རེ་གཉོམ་ཆུང་ཅིག་ལ། ཨ་ནེ། དེ། ཁ་གྲགས་ཅིག་དང་མི་གྲགས་ཅིག་གི་དེ་བ་ལ་ཡང་ཐུབ་རྩོད་བཏང་གིན་ཡོད་ན་གོ་དང་མ་གོ་འོ་དོག་འདོགས། མཐོང་དང་མ་མཐོང་མདོག་མདོག་བསྡད་ཡ་དེ་ས་གནས་འགོ་འཛིན་གྱི་ལས་འགན་དེ་འགྲུབ་ཡོད་མ་རེད། བྱས་ཙང་ངས་ས་གནས་འགོ་འཛིན་རྣམ་པ་ཚོ་ལ་ཡང་མིང་དོན་མཚུངས་པའི་བོད་མི་སྒྲིག་འཛུགས་སྐུ་ཚབ་ཅིག་གནང་ཐུབ་ཡག་ལ་ཨ་ནེ་སོ་སོས་ཀྱི་ཀླད་པ་དཀྲུག་གཞན་ནས་ཉན། མིག་དཔེ་ལྟ། གནང་རོགས་གནང་ཞེས་བཅས་འབོད་སྐུལ་བྱས་ཡིན། སོ་ནམ་སློབ་སྟོན་པ་རྣམ་པ་ཚོ། ད་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ར་གྲངས་ནས་ནང་སྲིད་ལས་ཁུངས་དང་རོགས་ཚོགས་ཀྱི་ཕྱག་དངུལ་འདི། གྲངས་ལས་འདས་པ་ཇི་ལྟར་སའི་སྣང་བླུགས་ཚར་བར་ཐལ། ད་ནུ་བ་ཐོན་ཡོད་མ་རེད་ལབ་ན་ནུ་བ་ཐོན་ཡོད་རེད། ད་ལྟ་ག་ཚོད་ལྷག་པ་འདི། བསོད་ནམས་བློ་བརྟན་པ་རྣམ་པ་ཚོ་གིས་ཐབས་བརྒྱ་ཇུས་སྟོང་བྱས་བྱས་ནས་ལྷག་བསྡད་པ་ཅིག་ངོས་འཛིན་ཞུ་གི་ཡོད། ད་དུང་ཡང། འདི་ལས་ཡར་རྒྱས་གཏང་ཡག་གི་ནུ་བ་འདུག་བསམ་བསམ་འདྲ་བོ་དྲན་རྒྱུ་རེད་ནི་གཅིག་བྱས་པ་འདྲ་བྱས་ན། ངོ་མ། Organic། སྐྱེ་ལྡན་སོ་ནམ། ངོ་སྤྲོད་བྱེད་སྐབས་འགྲོ་དུས་སྐབས་ལ་ཕེབས་ཆ་ང་ཨོ་རི་ས་ལ་ཡིན། ངས་ད་རིང་ཨོ་རི་སར་སོ་ནམ་སློབ་སྟོན་པར་ཕེབས་འདུག་ང་ཉིད་འགྲོ་བར་གདའ། སྐྱེམས་རྔ་བ་ལ་སླེབས་དུས་སྐབས་ལ། ཨ་ནེ། ད་སྐྱེ་ལྡན་སོ་ནམ། ལས་གཞིའི་སྐོར་ལ་ཡང་ངོ་སྤྲོད་བྱེད་པ་རེད། བྱེད་པ་སྐབས་ལ་མི་གཅིག་ཡར་ལངས་བྱས་ནས། ཁྱེད་རང་ཚོ་ཅོག་ཙེ་སྒང་ལ་བསྡད་བྱས་ནས་ཞིང་ཁ་ལྟ་བའི་འདི་དང་ཐང་ལ་ལྟ་བ་གཉིས་ལ་ཡང་ཁྱད་པར་ཡོད་རེད་དཱ། ད་ངས་སེམས་པར་ཨོ་ད་འདི་མི་འདི་ཞིང་ཁ་སྟོབས་ཆེན་པོ་བཏབ་མཁན་གྱི་རེད་འདུག་ཁོ་ཡི་བདེན་པ་རེད་ཤག་གར་ས་ནས་ང་ཚོ་ལ་ཕ་ནས་ག་རེ་བཀའ་གནང་པ་དེ་ལབ་ཀྱི་ཡོད་རེད་དེ། དྷརམ་ས་ལར་བཞུགས་མཁན་ཚོ་ཅོག་ཙེ་གང་ལ་ཞིང་ཁ་བཏབ་ཀྱི་ཡོད་རེད་ང་ཡི་ཕ་གི་ནི་ཅོག་ཙེ་གང་ཞིང་ཁ་བཏབ་ཀྱི་ཡོད་འདུག་ཁོ་ཞིང་པ་ཆེན་པོ་ཞིག་བྱེད་ད་ཁོས་གི་བསམ་འཆར་དེ་དངོས་གནས་རེད་ས་ཡ་ནི་ཁོ་རང་བསོད་ནམས་སློབ་སྟོན་པ་ང་གཉིས་ཡོད་ད་ཐུབ་བསྟན་ལ་བདེ་བ་ཞིག་འདུག་བསམ་ཞིང་བསྟན་རྗེས། བྱས་ཙང་ང་གཉིས་ལ་ཡ། ཨ་ནེ། ཁོ་རང་གིས་བྱེད་འགོ་ཏབ་སྟངས་མང་པོ་ཞུ་བཞིན་བྱས་ལ་ཚོགས་འདུ་ཚང་མ་ཚར་དུས་སྐབས་ལ། དེ་མིན་དེ་གའི་ཨེ་ཀར་གཅིག་མ་གོ་བི་ཀ་ཅིག་ག་ཏབ་གི་མི་འདུག་དེ་ག། མ་ཅང་འདྲ་རྒྱ། སུ་འདྲ་འདྲ་ཙོང་ཁ་འདྲ་དར་དེ་དེ་གའི་མི་དེ་འདྲ་རེད། བྱས་ཙང་མི་མང་གིས་ལ་ཨེ་འདྲ་ཡོང་གི་འདུག་བ། ཁ་ཤས་པས་ཤེས་གི་ཡོད་དང་དུ་ད་ལྟའི་ང་ཚོའི་སྤྱི་ཚོགས་དཀའ་ངལ་དུ་གར་སོང་ཚང་མ་ང་ཤེས་གི་ཡོད། ཁྱེད་རང་ཚོ་ཤེས་ཀྱི་མ་རེད་ཟེར། དེའི་གི་དཀའ་ངལ་དེ་ལ་བརྟེན་ནས་ས་གནས་འགོ་འཛིན་ཚོས་ལས་ཀ་བྱས་ལ་ཡང་དཀའ་ངལ་མང་པོ་འཕྲད་ཀྱི་འདུག་ང་ཚོ་ཤེས་ཀྱི་ཡོད། ས་གནས་འགོ་འཛིན་རྣམ་པ་ཚོ་གི། རྣམ་པ་ཚོ་གི་ལོ་འཁོར་ལས་བསྡོམས་དེ་ལས་ལྷག། ད་ང་ས་གནས་ཁག་ལ་ཡང་མང་པོ་འགྲོ་བར་སོང་ད། ཕོན་གི་གནག་ལོག་ལ་ཡང Report སྤྲད་ཡོང་གི་འདུག། ཡག་པོ་ཡང་སྤྲད་མཁན་འདུག་སྡུག་ཅག་ཡང་སྤྲད་མཁན་འདུག་དེ་འདྲས་བྱེད་ཀྱི་འདུག་དེ་འདྲས་བྱེད་ཀྱི་འདུག་དེ་འདྲས་ཡོང་གི་འདུག་དེ་འདྲས་བྱེད་ཀྱི་མི་འདུག་དེ་འདྲས་བྱེད་ཀྱི་འདུག། ད་ཡིན་ན་ཡང། ང་ཚོའི་ངོས་ནས། བོད་མི་སྒྲིག་འཛུགས་ཀྱི་བཀོད་པའི་མི་ཅིག་ཡིན་པ་སོང་ཙང། ཐང་ནས་ལབ་ཙེ་སྒམ་པོ་དེ་ལ་ང་ཚོ་ཡིད་ཆེས་བྱེད་ཀྱི་མེད། ཨ་ཨོ་ཡོང་གི་རེད་ད་མི་ཡིན་ན་ནོར་འཁྲུལ་ཡོང་ཆོག་གི་རེད། རེད་པ། ལས་དོན་བྱེད་ཕྱོགས་ལ་ནོར་ཆོག་གི་རེད་ང་ཚོ་ནང་སྲིད་ལས་ཁུངས་དགོངས་དག་དེ་གཅིག་སྦྱར་བཞིན་ཡོད། གར་སྦྱར་བཞིན་ཟེར་ན། ད་རིང་གི་གྲུབ་འབྲས་ཚང་མ་ཁ་ཚོན་གྱི་ནོར་འཁྲུལ་མང་པོ་བཏང་པའི་ཉམས་མྱོང་གི་སྟེང་ནས་བྱུང་བ་རེད་ཟེར་གྱི་བྱས་ཙང། ད་རིང་ཐང་ལ་ལས་ཀ་བྱེད་པའི་སྐབས་ལ་ནུ་ཕྲུག་མང་པོ་འདིས་ག་ལས་ག་ལས་ནད་རིམས་འཕར་གི་འཕར་གི་རྣམ་པ་ཙོག་གི་ཉམས་མྱོང་ཞིག་ཆགས་ཀྱི་རེད་ཉམས་མྱོང་འདི་གཞི་ལ་བཞག་ནས་བོད་བསྟན་པ་ཆབ་སྲིད་ལ་ཡང་ཞབས་ཞུ་ཞུ་ཡག་གི་གོ་སྐབས་དེ་ཡོད་རེད་བསམ་གྱི་འདུག་ད་རིང་རྣམ་པ་ཙོག་ཕྱག་ལས་གནང་བསྡད་ཡ་དེ་ཆ་ཚང་འགྲོ་ཆེ། མི་མང་གི་ཞབས་ཀྱི་རེད་ལ་བོད་བསྟན་པ་ཆབ་སྲིད་ཀྱི་ཞབས་ཀྱི་རེད། མི་རིགས་སྲོལ་སྐྱོང་གི་ཞབས་ཀྱི་རེད། དྲ་འཇུ་ཤོག་གེ། ཀོང་སི་ཀྱོང་ཕེབས་སྒུག་ཞུས་པའི་སྐབས་ལ་ང་དང་ནང་སྲིད་ཀྱི Consultant ནོར་བཟང་ལགས་ང་གཉིས་བཀའ་མོལ་ཞུས་ནས་བསྡད་པ་ཡིན། ད་ལོ་ང་ཚོ་ནང་སྲིད་ལས་ཁུངས་ངོས་ནས། Yes Plus ངོས་ནས་ང་ཚོ་དེབ་ཅིག་བཏོན་ཡ་ཚིག་བརྒྱབ་དགོས་དེབ་དེའི་སྐོར་ལ་ང་གཉིས་གྲོས་བསྡུར་བྱས་པ་ཡིན། དེབ་དེ་གི་ད་ཞིབ་འཇུག་མང་པོ་བྱས་པའི་ཡོང་རྒྱུ་ལོ་བཅོ་ལྔ་གི་ནང་ལོ་ལ། ང་ཚོ་སྒྲིག་འཛུགས་དེ་ག་རེ་ཆགས་ས་རེད་ཡོང་རྒྱུ་ལོ་བཅོ་ལྔ་ནང་ལོ་ལ། ཨ་ནེ་བོད་མི་སྤྱི་ཚོགས་ག་འདྲི་ཆགས་ས་རེད་ཟེར་ཡ་འདི་རེད། དེའི་ནང་ལོགས་ལ་ཡ་དུར་ཡོང་འདུག་སྐབས་ལ། མ་འོངས་པ་ལོ་བཅོ་ལྔའི་གི་ད་རིང་གི་འགྲོ་སྟངས་འདི་ནང་བཞིན་ཅིག་འགྲོ་ན་ཅིག་ན་མ་འོངས་པ་ཡོང་རྒྱུག་གི་ནང་ལོགས་ལ། ནོར། ད་ནོར་སང་ལ་ང་ལ་བཀའ་གནང་ཡ་དེ་ཨ་ནེ་ང་ཚོ་གི་མི་འབོར་དེ་སྐམ་པོ་ཞུ་ཅིག་ད་སྐྱོ་འགྱུར་ཞུ་ཅིག་ཆགས་འགྲོ་ས་འདུག་ཨ། ད་ག་ནི་ཅག་མི་ནི། ཞིང་ཁ་ཡིན་ན་ད་ཞིང་ཁ་ལྟ་བས་ཡོད་རེད་པ་ད་མི་ལྟ་བས་མེད། རེད་པ། དེ་ཟེར་དུས་སྐབས་ལ་སྟག་ག་ནས་སུ་མི་འབོར་མང་དུ་བཏང་གི་མ། མི་འབོར་མང་པོ་ཡོད་ན་ག་རེ་བྱེད་ཀྱི་རེད། དྲི་བ་གཉིས་པ་དེ་རེད། མི་འབོར་མང་པོ་ཡོད་ན། སྐད་དང་རིག་གཞུང་སྲུང་སྐྱོབ་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་རེད། སྐད་དང་རིག་གཞུང་སྲུང་སྐྱོབ་བྱེད་ཡག་དེ་རྒྱ་མིག་གི་ཁྲིམས་ཡིག་བདམས་ཡོང་པ་དེ་ལ་ཡ་གདོང་ལེན་རེད། ད། དེ་ཡོང་གི་ཡོད་ན་ཨ་ནི་ང་ཚོའི་དགེ། མི་ཉུང་ཉུང་ཅིག་མ་གཏོགས་ལྷག་མེད་ན་ཡང་ཨ་ནི་ནུ་སྟོབས་ཆེན་པོ་ཅིག་ག་འདྲེ་བཟོ་དགོས་འདུག་དེ་ན་གཞོན་ཚན་པ་གི་བལྟ་དགོས་ཡ་དེ་ལས་ཀ་དེ་དེ་རེད། བྱས་ཙང་ད་ཡོང་རྒྱུ་གི་ནང་ལོགས་ལ་ལོ་རེ་ལ་པུའུ་བཞི་བརྒྱ་མ་གཏོགས་སྐྱེལ་གི་མེད་ན་ཨ་གྲོང་ཡ་དེ་རྣམ་པ་ཟ་ཧ་གོ་གི་ར་ལས་བསྡོམས་ནང་བཏང་ཡོང་གི་ཡོད་བ། གཞི་ཆགས་ཅིག་ད་དེ་རྣམ་པ་ཚོ་གི་ལས་བསྡོམས་བཏང་པ་དེ་ཚོ་ག་ཚོད་ཅིག་བདེན་པ་ཡིན་མེད་ཡང་འཚམས་འདྲི་བསམ་ནས་ནང་སྲིད་ལས་ཁུངས་ང་གྲོང་སྤྱི་ཡིན་པའི་སྐབས་ལ་ང་དོགས་པ་ཟ་གི་འདུག་འདི་སྐད་དོ་སྣང་བྱས་ནས་བཏང་གི་ཡོད་ན་ངས་ཐེངས་མང་པོ་ཚོགས་ཆེན་མང་པོ་ལ་ཞུས་མོད། རྣམ་པ་ཚོར་ལས་འགན་གཉིས་ཡོད་དཱ་དངོས་འཛིན་བཟོས་པའི་སྐབས་ལ་རྩིས་བ་ཁྲི་ལ་བཞག་རྗེས་ནས་ས་གནས་འགོ་འཛིན་གྱིས་རེ་རེ་བཞིན་དུ་བརྟག་ནས་ས་དངུལ་ལོ་གཅིག་གི་དངོས་འཛིན་ནང་ལ་ག་རེ་ཡོད་པ་ཆ་ཚང་སོ་སོ་ཤེས་པའི་ཐོག་ལ་རྩིས་བ་བཟོས་བཅུག་གི་རེད། རྒྱབ་ལྗོངས་ཀྱི་ཡིག་ཆ་ཚད་ལྡན་བཟོས་བ་རེད། གཉིས་པ་དེ་ལ་ལས་བསྡོམས་བཟོས་པའི་སྐབས་ལ་ད་ནི་འདི་ཀར་པེས་བྱས་མ་ཡོང་པ་བྱས་རྗེས་ནས། ད་ལོ་ཆ་ཚང་སྒྲོག་ཅིག་ལེ་སྒྲུང་ལགས་ཀྱིས་བཟོས་བཟོས་པ་ནང་བཞིན་དག་པོ་བཟོས་རྗེས་ནས། ད་དེ་འདི་ལྟ་བ་འདྲ་བྱས་ན་ང་ཚོས་དེ་ནི་ལེའུ་ད་ལེ་དུམ་བརྡའི་སྦྱོར་གུའི་རོལ་པ་སྦྱོར་བའི་སྐབས་ལ་ང་ཚོ་སྡེ་ཚན་སོ་སོས་ཁ་པར་བཏང་རྒྱུ་རེད། དེ་ག་འདྲ་རེད་གོང་འོག་འདི་ཅི་ད་ངས་ཧ་གོ་མའི་ལས་སྒྲུང་བྲིས་པ་རེད་ཟེར་དེ་འདྲ་སྐད་ཆ་དོན་བཞག། ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་འཁོར་ཚོགས་ཆེན་ནང་ལོགས་ལ། ས་གནས་འགོ་འཛིན་ཚོགས་ཀྱི་འགན་གཉིས་ཡོར་དག་ལོ་འཁོར་ལས་བསྡོམས་བརྒྱབ་པའི་སྐབས་དང་སྔོན་རྩིས་གསོལ་བའི་སྐབས་ལ་ས་གནས་འགོ་འཛིན་ཚོགས་ཀྱི་འགན་འཁྱེར་ཧུར་ཐག་ཞུས་ཡོད། དེ་གི་བྱས་མ་ཐག་གི་ཉིས་སྟོང་ཉིས་བརྒྱ་ལྔའི་གི་ནང་ལོར་ལ་ལས་བསྡོམས་ལ་ཡང་ས་གནས་ལ་སྐད་ཆ་དྲི་ག་འདྲུ་འདུག་ག་ལ་ཏིང་ཡ་ཀོང་མའི་ལས་དྲུང་གི་དྲི་ག་ལ་ཟེར་ཡ་དེ་འདྲ་གི་གནས་ཚུལ་སླེབས་ཡོང་གི་འདུག་དེ་ཡིན་ན་ཡང་དོགས་པ་ཟ་གི་འདུག། ཉི་མ་གང་འགྱོ་གཅིག་མེད་ན་ཟིམ་ཟིམ་འགྲོ་ཅི་བྱེད་ཙང་གང་ལྟ། ནང་ཚོགས་ལ་བཤད་པའི་སྐབས་ལ་ངའི་ཚིག་དེ་རྩུབ་པོ་ཡོད་མདོག་ཁ་བོ་རེད་དེ་ནི་ངའི་དམིགས་ཡུལ་དེ་ག་རེད་ཟེར་ན་རྣམ་པ་ཚོ་བསྟི་སེམས་འགུལ་སྐྱོར་ཐེབས་ནས་ལས་ཀ་དེ་བསྟི། དོགས་ལ་འདྲིས་ཅན་བྱེད་ཐུབ་ན་ཟིམ་ཟིམ་འགྲོ་བའི་རེ་བ་འདི་རྒྱབ་ཀྱི་ཡོད། མ་རྟོགས་པའི་ངའི་གཉེན་པོ་རྣམ་པ་ཚོ་པད་འཇོམས་པོ་བཏང་ཤག་མཁས་པོ་བཏང་ཤག་ཐུགས་ཆེ་གནང་ཟེར་བྱེད་ཅིང་ལབ་འགྲོ་ན་མ་འགྲིག་པ་མི་འདུག་ཡིན་ན་ང་ཚོ་ལོ་ལ་ཐེངས་གཅིག་མ་གཏོགས་འཛོམས་ཀྱི་མེད་དུས། ངས་ཁ་ཚོན་ཞུས་པའི་ས་གནས་འགོ་འཛིན་དགོངས་པ་ཞུ་མཁན་ཚོར་དགོངས་པ་མ་སྤྲད། ག་རེ་ཟེར་ན། ལོ་འཁོར་ཚོགས་ཆེན་སླེབས་ན་སློབ་སྦྱོང་རག་གི་རེད། ཚོགས་ཆེན་ལ་ཡ་དེ། བརྗོད་གཞི་ལྔ་དྲུག་བརྗོད་འདི་གལ་ཆེན་པོ་མ་རེད་དེ་ལས་སྤྲོས་པའི་གཏམ་བཤད་གནང་མཁན་རིམ་པ་ཡོད་རེད། ཟབ་སྦྱོང་རིམ་པ་ཡོད་རེད། དེ་ནི་བཤད་ཡ་མང་པོ་ཞུ་ཆོད་རེད། ད་ཡིན་ན་དྲུག་བདུན་འདི། ཁོ་དངོས་ཡོད་གནས་ཚུལ་རེད་ཤག་ཁ་ཤས་ནི་སྤོ་བོ་སྐྱེ་ཡ་དུ་ཁ་ཤས་ནི་སྤོ་བོ་སྐྱེ་ཚ་ས་དེ་འདྲ་རེད་ཤག་ཁ་ཤས་ནི་པིང་རྒྱ་གྲོངས་ཤག་ད་དེ་འདྲ་གི་གནས་སྟངས་ཐོག་ལ་ཡང་དགོངས་པ་མ་སྤྲད་ལ་ཡ་དེ་ལབ་ཐུབ་འོས་མི་འདུག་བ། བྱས་ཙང་གནས་སྟངས་འདི་གའི་སྟེང་ངས་ཐ་མ་སྡོམ་རྒྱབ་ནས་ཞུས་པ་འདྲ་བྱས་ན། རྣམ་པ་ཚོས་བོད་མི་སྒྲིག་འཛུགས་ཀྱི་རེ་བ་བརྒྱབ་པ་ནང་བཞིན་བསྐོས་པ་ནང་བཞིན། ཨ་ནི་འབྲས་བུ་ཐོན་པ་ཅིག་ཡོད་པ་ཅིག་གནང་རོགས་གནང། ཨ་ནི་ལས་དོན་གཉིས་ཀྱི་ཐོག་ལ་ད་ནི་ནས་ཡང་ཞུས་པ་ཡིན་ད་ལོ་ཡང་ཞུས་པ་ཡིན་ལས་ལས་བསྡོམས་རྒྱབ་པའི་སྐབས་དང་སྔོན་ཚུན་བཟོས་པའི་སྐབས་ལ་འདི་གཉིས་དེ་ལ་རིག་པ་བསྒྲིམས་མ་ཐུབ་ན་རྒྱུན་ལྡན་གྱི་ལས་ཀ་ལ་དོགས་པ་ཟ་ཡི་འདུག་དྭགས་དུ་བཤད་ན་ཚང་མ།